དེང་རབས་ལ་བྱ་གླང་དོར་ས་ལུའི་མེ་ལོང་བཞི་བྱ་བ་བཞུགས་སོ་ཁམས་ཆེན་ཚུལ་ཁྲིམས་རལ་གྲི་བརྩམས། ལུང་གཉིས་ཆིབས་བཞིན་མཁྱེན་པའི་ཤེས་རབ་ཀྱིས་བདག་བློ་རྨོངས་པ་སེལ་བའི་ཐུགས་བཞེད་ཀུན་ཏུ་ཀུན་འབོད་པས་ཁྱབ་འཇུག་སེམས་བསྐྱེད་ལ་གང་ཅི་འགྲོ་འདུལ་ལེགས་པའི་ལམ་དུ་དྲོངས། ཡ་རབས་ཤོ་པ་མོ་བློ་པ་རང་ཉིད་རང་གིས་མ་ཕེབས་ཏེ་རྗེ་བཤེས་གང་དུ་ནས་ཀྱང་རུང་ལུང་གཉིས་གྲོལ་ལ་ནན་ཏན་བྱ། དམོད་ཚེ་བདེ་ཞིང་སྐྱེས་པ་ལ། ལས་ཀུན་རང་བྱས་རང་སྐྱོན་དགོས། དེ་ལ་ཆུ་དང་ལུག་བཀྲོལ་གྱིས་དེ་ཚོའི་རྡོལ་རྡོལ་བྱ་བར་བྱ། དེ་ནས་སྐབས་དང་བོ་ཁོར་ཡུག་སྲུང་སྐྱོབ་དམ་པ། སེམས་འདུན་སེམས་མེད་སྐྱེ་དངོས་རྣམས་འཚོ་བཞེས་རང་བྱུང་ཁོར་ཡུག་སྟེ་ཚེ་གྲོགས་རྡོ་ལ་བརྟེན་པའི་ཕྱིར་ཀུན་གྱིས་རྡོ་ཉིད་སྐྱོང་བར་བྱ། ཉི་མའི་དྲོ་བཞིན་ཟླ་བའི་ཟིལ་ཆུ་གཙང་ཁ་དབུགས་རྩི་ཤིང་ལྡན་གྲངས་མེད་སྐྱེ་བོར་འཚོ་ཕྱིར་དེར་འདོད་ནོ་རང་བྱུང་ཁོར་ཡུག་གོ། ས་རྐོ་ཞིང་བསྐྱུར་ཆུ་སྐྱར་སོགས་ཁོར་ཡུག་གཏོར་བརླག་ཅི་བྱ་སྟེ་སྣ་ཚོགས་གཟིགས་ངན་གད་སྙིགས་ཀྱིས་བརླབས་པ་ཁོར་ཡུག་བག་ལར་ཡིན། གལ་ཆེན་ན་ལ་མ་ཐུག་ན་རང་གི་མོ་ཤ་གཞན་གྱིས་བགོ། གཏོར་དང་པགས་པ་འདོད་ད་ཀི་སྐྱེ་འགྲོའི་ཚོ་ཆེན་འཇོམས་བྱེད་རོ། མི་ཡི་རྡོ་ཆེན་མེ་ཆེན་གྱིས་ཁོར་ཡུག་དྲེགས་པའི་ལེ་ལན་དུ་ས་ཆེན་འཁྲུད་པའི་སྟོབས་ཤུགས་ཀྱིས་ཡ་ངས་འཇིགས་པ་མ་མཐོང་ངམ། ས་ནོར་སྐྱེ་འགྲོའི་གཞི་རྟེན་དང་བུ་རབས་ཚ་རྒྱུད་འཚོ་ཡུལ་ཏེ། ལྗང་ལ་མོ་མཚུངས་གཏེར་མོ་བཞིན་སྤུན་ནག་ལར་སུབ་ཚུལ་བྱང་སྐད། ས་ཆེན་རྡོ་རྒོད་འབྱུང་གནས་དེ་གལ་ཏེ་མི་ཡིས་བླངས་ཤེ་ན་འོང་བའི་མེ་ཏོག་རྩི་ཐུང་བཞིན་བསྟན་ལ་ནོར་མེད་ཅིས་ཀྱང་གོ། ཆུ་སྣོད་སྐྱེ་དགུའི་འཚོ་རྟེན་དང་གྲོགས་ཆགས་ཞེས་པའི་གནས་ཡུལ་དེ་རང་དགར་བཅོས་བསྒྱུར་བྱེད་གྱུར་ན་རང་ལྗང་མོ་དེ་སྣ་ཚོགས་བྱུང། ཆུ་ཡི་ལུས་ལ་ཕ་སྣོད་ཙམ་མ་འདང་སྟེ་གོ་མི་ཤེས་སོ། དེས་ན་ཁྲལ་གྱི་ཁྱད་པར་འཕྱེད། བཀག་སྦྱོར་བསྒྱུར་བ་སྤང་བར་བྱ།